ཨ་རིའི་ནེའུ་ཡོག་དང་ནེའུ་ཇེར་སི་ཁུལ་ལ་ཡང་རེས་གཟའ་ཉི་མའི་ཞབས་བྲོ་གོ་སྒྲིག་པའི་ཐོག་ནས་ཞོལ་ཨ་དང། སེ་རག་གཙོ་བོ་དེ། ཡོང་རྒྱུགས་ཀྱི་རེས་གཟའ་ཉི་མ་ནས་བྱས་རྗེས་ང་ཚོ་གི། རེས་གཟའ་ཉི་མའི་ཞབས་བྲོ་འཁྲབ་ཡ་འདི། དུས་ཚོད་ལ་ལྟ་གི་ལྟ་གི་བྱས་ནས་ང་ཚོ་འཁྲབ་པ་མ་གཏོགས་ཡོང་རྒྱུགས་སང་ཉིན་གྱི་རེས་གཟའ་ཉི་མ་ལ་ཞབས་བྲོ་འདི་ཡོད་མ་རེད་ཟེར་བྱས་རྗེས་རྣམ་པ་ཚོ་ལ་གསལ་བསྒྲགས་ཞུ་ཡ་ཡིན། ད་དེ་དང་འབྲེལ་བའི་ཐོག་ནས་ཞུས་པ་ཡིན་ན། ཉེ་ཆར། སྤྱི་ཟླ་བཞི་པའི་ཚེས་པ་དགུ་ནས་བཟུང་སྟེ་འཛམ་བུ་གླིང་གི་བརྒྱུད་ལམ་ཕལ་ཆེ་བ་ནང་ལོགས་ལ ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་མཛད་འཕྲིན་གྱི་འཆར་གཞི་ཅིག་དང་འབྲེལ་བའི་ཐོག་ནས་དེ་ལ་མཛུབ་བཙུགས་པའི་ཐོག་ནས་རྙོག་ཟིང་མང་པོ་ཞུ་རུ་ཅིག་ཡོད་བསྡད་པའི་སྒང་ལ་ཡ་བོད་པ་མང་པོ་ཞུ་རུ་ཅིག་ཐུག་བསྡད་པོ་ཡོད་མ་རེད་དེ་དངོས་གནས་སུ་ཆགས་ཀྱི་ཡོད་རེད། གཞི་རྩའི་གི་རེ་ས་ཉེས་མེད་གི་ཞབས་བྲོ་འདི་བཙུགས་ནས་ལོ་གཅིག་ཟིན་འགྲོ་གི་ཡོད་རེད་དེ་འདྲ་ཡིན་དུས་དེའི་གི་བརྒྱུད་ལམ་ནང་ལོགས་ལ་ཡ་ས་གནས་མི་མང་ཧ་ཅང་མང་པོ་མཉམ་ཞུགས་གནང་ཡག་དང། མཉམ་ཞུགས་གནང་བའི་བརྒྱུད་ལམ་ནང་ལོགས་ལ་ཡིན་ན་ཡང་སྲོལ་རྒྱུན་གྱི་ཞབས་བྲོ་གཙོ་བོ་བྱེད་པའི་གི་ཞབས་བྲོ་ཕྲ་བ་དང་སྤྲོ་པོ་ཡོང་ཡག་དང་དེ་འབྲེལ་གྱི་གནས་སྟངས་མང་པོ་ཅིག་ཆགས་ཡོད་རེད་འཕྲོད་བསྟེན་ལ་ཕན་པ། རིག་གནས་ལ་ཕན་པ། བོད་དོན་དྲིལ་བསྒྲགས་ལ་ཕན་པ། མང་པོ་ཅིག་ཆགས་ཡོད་དུས་སྒང་ལ་ཡ་དེ་གཙོ་ཆེ་ཤོས་དེ་ས་གནས་མི་མང་གི་བཀའ་དྲིན་རེད། དེ་ཡིན་པའི་ཐོག་ནས་ཐུགས་རྗེ་ཆེ་ཞུ་བ་དང། ལྷག་པར་དུ་འདས་དང་འབྲེལ་བ་ཡོད་པའི་གི་ཆོས་སྦྱིན་བདག་གནང་མཁན་གསོལ་ཇ་སྦྱིན་བདག་གནང་མཁན་དེ་ག་ནང་བཞིན་གྱི། གསོད་ཆང་ལ་སོགས་པ་སྦྱིན་བདག་གནང་མཁན་མང་པོ་གཅིག་གིས་ཨ་རིའི་ནེའུ་ཡོག་དང་ནེའུ་ཇེར་སི་ཁུལ་མ་ཡིན་པའི་ས་གནས་དེ་འདྲའི་མང་པོ་ཆེ་ཕེབས་ཡོད་ཙང་ཁོ་ཚོའི་རྣམ་པ་ཚང་མ་ལོ་ལ་བརྒྱུད་ལམ་འདིའི་ཐོག་ནས་ཐུགས་ཆེ་ཞུ་ཡ་ཡིན། ད་ད་ལྟ་ཞུ་ཡ་དེ་ད་གྱི་སྒང་རེ་བཞི་པ་ན་བཞིན་རེད། སྤྱི་ཟླ་བཞི་པའི་ཚེས་དགུ་ཉིན་མོ་དེ་རེས་གཟའ་ཉི་མ་འཁེལ་གྱི་ཡོད་རེད་རེས་གཟའ་ཉི་མ་གི་ཉིན་མོ་དེ་ལ་ང་ཚོ་ཞབས་བྲོ་དེ་འཁྲབ་ཡོད་རེད་ཡག་པོ་ཞེ་དྲག་བྱུང་ཡོད་རེད། དེའི་ཉིན་མོ་དེ་ལ་གནས་ཚུལ་དེ་ལྷག་པ་ཡིན་ཙང། དེའི་གོང་ལ། ཚེས་བརྒྱད་ཉིན་མོ་འདི་རེས་གཟའ་སྤེན་པ་ཡིན་ཚ་དེ་དུས་ང་ཚོ་གཟའ་ཉི་མ་ལ་གནས་ཚུལ་དེ་འདྲ་ཅིག་ལྷག་གི་ཡོད་པ་དེ་ང་ཚོ་ཤེས་ཀྱི་ཡོད་མ་རེད། དེ་བྱེད་དུས་བ་ལ་ང་ཚོ་ཞབས་བྲོ་དེ་རྒྱན་ཞིག་རྒྱས་པ་འཁྲབ་ཡོད་པ་རེད། དེའི་རྗེས་ལ་ཡ། ཚེས་པ་བཅུ་གཉིས་ཉིན་མོ་དེ་ལ་རེས་གཟའ་ལྷག་པ་འཁེལ་གྱི་ཡོད་རེད་དེ་ཡིན་དུས། ལྷག་དཀར་སྲུང་བརྩི་གནང་མཁན། འདི་འདྲའི་གི་ཞབས་བྲོ་འཁྲབ་བསྡད་པ་འདི་འདྲའི་ང་ཚོ་དྲ་ཐོག་ལ་མཇལ་ཡོད་རེད། དྲ་རྒྱས་པོ་འཁྲབ་ཡོད་པ་ང་ཚོ་དྲ་ཐོག་ལ་མཇལ་ཡོད་རེད་དེ་ཡིན་དུས་ག་ལ་བསམ་བློ་གཅིག་བཏང་བ་ཡིན། ད་ད་ནས་གི་གནད་དོན་འདི་རྒྱ་བོར་མི་བྱེད་ལ་ཡ། ཁོ་བཙུགས་བཞག་པའི་གི་སྐྱོན་ཅིག་ཆགས་གི་ཡོད་ཙང། ང་ཚོ་ཞི་བོ་ཞི་བོ་ཅིག་གི་སེམས་སྡུག་བྱེད་དགོས་པ་གནས་སྟངས་ཅིག་མཐོང་ཡོད་མ་རེད། དེ་ཡིན་དུས་ང་ཚོ་བསམ་བློ་བཏང་ཡག་འདི་ཚོ་ཆེ་ཤོས་འདི། ད་ང་ཚོ། རིང་ནས་རིང་ནས་རེད་ཞབས་བྲོ་ཞབས་བྲོ་རེད་ཆབ་སྲིད་ཆབ་སྲིད་རེད་རྙོག་དྲ་རྙོག་དྲ་རེད་ཅེས་ཅེས་ཁ་ཁ་ཁ་ཁ་བྱས་ནས། རིམ་པ་ཅིག་འགྲོ་ཐུབ་ཡག་འདྲ་བོ་ཅིག་གི་བསམ་བློ་འདི་བཏང་ཡོད་པ་རེད། དེ་བྱེད་དུས་དེ་སྔ་ཕན་ཆད་ལ་ཡིན་ན་ཡང་ང་རང་ཚོ་བོད་པ་ནང་ཁུལ་ལ་ཆབ་སྲིད་ཀྱི་ཐོག་ནས་བགྲོ་གླེང་འདྲ་བོ་འཁྲུག་པོ་ག་ལ་གང་ཙམ་ཡོད་པ་ཡིན་ན་ཡང་རེས་གཟའ་ཉི་མའི་ཞབས་བྲོ་འཁྲབ་ས་དེ་ལ། དེ་འདྲའི་གནད་དོན་གང་ཡང་མེད་པའི་ཐོག་ནས། ཚང་མ་ལ་འཛོམས་ཐུབ་ཀྱི་ཡོད་རེད་ཡག་པོ་ཞེ་དྲག་ཆགས་བསྡད་ཡོད་རེད། དེ་ཡིན་དུས་ག་ལ་བསམ་བློ་དེ་འདྲས་ཅིག་བཏང་པའི་རིམ་པས་ཕྱིན་པའི་སྐབས་ལ། ང་ཚོ་གས།

གི་རྗེས་ལ་ཡ་ཕུར་བུ་དཔག་བསམ་སྤེན་པ་ཉི་མ་བྱས་ནས་རིམ་པས་ཁེ་ཡོང་གི་ཡོད་ཙང། ང་ཚོ་གིས་ཚེས་པ་བཅུ་གཉིས་ཉིན་མོ་དེ་ལ་ཡ་གཅིག་དོ་སྣང་ཅིག་བྱས་པ་རེད་དེ་བྱས་པའི་སྐབས་ལ་ཡ་རེས་གཟའ་ཉི་ལྷག་པ་གི་ལྷག་དཀར་སྲོང་བཙན་དང་འབྲེལ་བའི་ཐོག་ནས་ཞབས་བྲོ་འཁྲབ་བསྡད་པ་དེ་འདྲས་ང་ཚོ་དྲ་ཐོག་ལ་མཇལ་ཡོད་རེད་ད་ལྟ་ཡིན་ན་ཡང་གཟིགས་ཡ་ཡོད་རེད་དེ་ཡིན་དུས་སྒང་ལ་ང་ཚོ་ངོས་ནས་འདི་ཁོ་སྲོལ་རྒྱུན་གྱི་ཞབས་བྲོ་ཅིག་འཁྲབ་གི་ཡོད་ཙང། ང་རང་ཚོ་རྩོད་པ་བརྒྱབ་ས་ལ་ཏན་ཏན་འཛམ་བུ་གླིང་ལ་རྩོད་པ་བརྒྱབ་ཐུབ་དགོས་ཀྱི་ཡོད་པ་རེད་དེ་ཡིན་ན་ཡང་ཕྱོགས་གཅིག་ནས་ང་རང་ཚོ་རིག་གཞུང་རྒྱུན་འཛིན་དེ་མུ་མཐུད་འགྲོ་མ་ཐུབ་ན་ཡང་གྱོང་ཐོས་པ་ཞིག་ཡིན་ཙང་དེ་འགྲིག་གི་བསམ་བློ་གཏང་ཆེད་ནས་ད་ཁོ་རང་ཚོས་ཚེས་བཅུ་གཉིས་ཉིན་མོ་དེ་ལ་ཞབས་བྲོ་འཁྲབ་ཡ་དེ་ང་ཚོ་མཇལ་གྱི་ཡོད་ཙང་ཨ་ནི་དེའི་རྗེས་ལ་ཡང་ཚེས་བཅུ་དྲུག་གི་ཉིན་མོ་དེ་ལ་རེས་གཟའ་ཉི་མ་དེ་ཁེལ་རྗེས་དེའི་ཉིན་མོ་དེ་ལ་ང་ཚོ་ཞབས་བྲོ་དེ་འཁྲབ་ཡོད་རེད། རེས་གཟའ་ཉི་མའི་ཞབས་བྲོ་དེ་རྗེས་ཤིག་རྒྱས་པ་ཞིག་འཁྲབ་ཡོད་རེད། ད་དེའི་རྗེས་ལ་ཡང། ལྷག་དཀར་དེ་ག་དུས་འཁེལ་གི་ཡོད་རེད་ཟེར་ལབ་པ་ཡིན་ན། ཚེས་བཅུ་དགུ་ལ་འཁེལ་གི་ཡོད་རེད་བྱས་ཙང་ཚེས་བཅུ་དགུ་ལ་འཁེལ་གི་ཡོད་དུས། ཚེས་བཅུ་དགུ་གི་རེས་གཟའ་ལྷག་པ་ལ་ཞབས་བྲོ་དེ་འཁྲབ་མ་སོང་ཟེར་བྱས་རྗེས་ངས་སྐད་ཆ་དེ་གོ་གི་ཡོད་རེད་དེ་ཡིན་དུས་གང་ལ། ཨ་ནི་ང་ཚོ་ཡར་མར་ཁུ་བསྡུ་བྱས་རྗེས་ཨ་ནི་ད་ལྟ་ས་གནས་ཀྱི་འབྲེལ་ཡོད་ངས་མགོན་པོ་ལགས་ལ་ག་འདྲི་ཞུས་རྗེས་རྣམ་པ་ཚོ། ཞབས་བྲོ་འཁྲབ་ཡོད་མ་རེད་བས་ག་འདྲི་རེད་ཟེར་ཞུས་པའི་སྐབས་ལ་ཡར་རྒན་མགོན་པོ་ལགས་ཀྱིས་གསུངས་པ་ཡིན་ན། ཨ་ནི་ད་འཛམ་བུ་གླིང་གི་ས་ཕྱོགས་མང་པོ་ཅིག་གི་ལྷག་དཀར།

དེ་དེ་བཞིན་གྱི་ས་གནས་མི་མང་གི་ཞལ་འདེབས་གནང་བཞེས་པ་དེ་ཚོ་ཡིན་ན་ཡང་ཁོ་ཆོག་མཆན་ཞུ་ཡག་བཏང་ཡག་དང་དེ་འབྲེལ་གྱི་ཐོག་ནས་ཁོ་གྲ་སྒྲིག་ཆ་ཚང་ཡོད་བསྡད་པའི་གནས་སྟངས་ཤིག་ཆགས་ཀྱི་ཡོད་རེད་ད་གང་ལྟར་ང་ཚོ་ད་ནངས་གསལ་བསྒྲགས་ཞུ་ཡག་དེ་མ་འོངས་པ་ལ་ཡ། འཛམ་བུ་གླིང་གི་ས་ཕྱོགས་ག་ས་ཡིན་པ་ཡིན་ན་ཡང་ལྷག་དཀར་ནས་ཞབས་བྲོ་འཁྲབ་ཡག་ག་དུས་འགོ་བཙུགས་ཀྱི་ཡོད་པ་ཡིན་ན་དེ་དུས་ནས་བྱས་ཏེ་ཡང་ན་རྫོགས་པའི་རེས་གཟའ་ཉི་མ་ཡི་ཞབས་བྲོ་དེ་ངོ་བཙུགས། བཙུགས་ཡ་ཡིན་ཟེར་བྱས་ནག་པོ་ཚོ་དེ་ཅི་ཞུ་ཡ་ཡིན། ད་དེ་ནས་ད་ནང་དེ་གི་གསལ་བསྒྲགས་འདི། ཡང་ཅིག་ཞུས་ཞུ་ས་འདི་ཁོ། ཞོགས་པ་སྔ་པོ་ང་རང་དེ་ནས་ཕྱི་ལོགས་ལ་རྒྱུག་ཤ་གློད་ནས་ཕྱིན་པའི་སྐབས་ལ་ཡར་ཞོར་བྱས་འདི་གི་ད་ལྟ་ཤིང་སྡོང་ཅིག་གི

འོ་དེ་འདྲའི་ཞིག་འདུག་ག་ལ་ཡ་དེ་སོ་སོ་ཡིན་པ་ཡིན་ན་བཅའ་ཐུབ་པ་བྱེད་ཀྱི་ཡིན། གཟན་སྤེན་པ་ཉིན་མ་མ་གཏོགས་ཨ་ནི། ང་རང་ལ་དུས་ཚོད་མེད་ཙང། དེ་སྔ་ཡིན་ན་བཅའ་ཐུབ་མ་སོང། དེ་བྱེད་དུས་དེ་རིང་ཡང་བཅའ་ཐུབ་པ་བྱེད་ཀྱི་ཡིན་ལྷག་པར་དུ་རེས་གཟའ་ཉི་མའི་ཤར་གྲོ་ལ་ཕེབས་མཁན་ཡོངས་རྫོགས་ལ་ཡང་དམིགས་བསལ་གྱི་ཐོག་ནས་གང་མང་མང་ཞིག་ཕེབས་རོགས་གནང་ཟེར་ནས་འབོད་སྐུལ་ཞུ་ཡ་ཡིན། ཨ་ནི། དེ་ཙམ་དུ་མ་ཟད་ཀྱི། འགན་འཁྱེར་བའི་གནས་སྟངས་གཅིག་ཆགས་ཀྱི་ཡོད་པ་རེད། ཁུར་དུ་ཕབ་པའི་ལས་འགན་ཟེར་ཡ་དེ་དེ་འདྲའི་གཅིག་ལ་ང་ཚོ་བོད་པ་དེ་ཚོས་ངོས་འཛིན་བྱེད་ཡ་རེད། དེ་ཡིན་དུས་དེ་ཡང་དངོས་གནས་དྲང་གནས་ཀྱི་དགོངས་པ་རྒྱ་ཆེན་པོ་ཞིག་བཞེས་པའི་ཐོག་ནས་རྣམ་པ་ཚོ་གང་མང་མང་ཞིག་ཕེབས་ཐུབ་ཡ་གཅིག་དང་ཕེབས་པའི་སྐབས་ལ་ཡིན་ན་ཡང་གླིང་གཞི་གཞན་པ་གང་ལ་ཡང་མ་འགྲོ་ཡ་གཅིག་གི་དགོངས་པ་བཞེས་པའི་ཐོག་ནས་གང་མང་མང་ཅིག་ཕེབས་ཐུབ་པ་ཅིག་གནང་རོགས་གནང་སོ་སོ་རང་ཉིད་ཡིན་ན་ཡང་བཅར་ཐུབ་པ་ཅིག་ཞུ་གི་ཡིན།